ང་ཚོ་བོད་པའི་སྤྱི་ཚོགས་ནང་ཡང་ཡང་མགོ་རྙོག་ཚ་ཤོས་ཤིག་ག་རེ་ཟེར་ན། གཅིག་གིས་ཡིན་གཅིག་མིན་གཉིས་བླ་མ་དབང་གནང་མཁན་དང་ཁྲིད་གནང་མཁན་དེ་ཚོ་བྲིས་ཏེ་སྐད་གྲགས་ཆེན་པོ་ཞིག་གོ་གི་འདུག་མིང་ཆེན་པོ་ཞིག་གོ་གི་འདུག་ཁོ་ལ་སློབ་མ་མང་པོ་ཡོད་མཁན་ཞིག་ཡོད་ན་དེས་བླ་མ་རྩ་བ་ཆེ་ས་ལ་སླེབས་ཀྱི་འདུག་བླ་མ་ཉམ་ཆུང་བྱས་ཡོད་འདུག་བ་སོ་སོས་སོ་སོའི་ཉམས་ལེན་བྱས་སྤྲོས་པ་ལ་ཞེ་དྲག་སྤྲོ་བ་མེད་མཁན་བླ་མ་མང་པོ་ཡོད་རེད་དེ་ཚོས་བྲིས་ཏེ་མི་མི་མ་དེ་ཕྱིས་ཀྱི་མཐོང་ཡང་ཡོག་མ་རེད་དེ་ཡོག་མ་རེད་དེ་ཚང་མ་གི་མཆན་གི་རེད་རང་ཕར་རྒྱབ་རོགས་ཚ་རྒྱུ་ཙམ་ཡང་ཤེས་ཀྱི་ཡོད་རེད།

ངའི་ལབ་པ་དེ་ཁྱོད་ལ་ཉམས་ལེན་ཡག་པོ་བྱེད་ཤོག་དང་འབུལ་བ་དེ་ཡིན་ང་ལ་འབུལ་བ་དེ་བྱིན་ནས་ཁྱེད་རང་མ་འོངས་པ་ལ་དཀའ་ངལ་འཕྲད་ན་ཡང་བྱ་ཤོག་ཟེར། ད་རྐང་པ་ལ་ནི་དྲི་མ་དེ་འདྲ་ཞིག་ཡོད་རེད་མི་དེ་ཕར་འགྲོ་ཟེར་བའི་སྐབས་སུ་ད་དྲི་མ་ཞིག་ཡོད་རེད་དྲི་མ་ཞིག་ཡོད་རེད་རྐང་དྲི་ཉི་མ་མང་པོ་ལ་རྐང་པ་བརྒྱབ་ནས་སླེ་ཡོང་བ་རེད་བ། ཡིན་ན་ཡང་དྲི་མ་ཁ་མཁན་དེ་ཡང་ཞབས་ཕྱི་ཚོ་རེད།

དེ་འདྲ་ཡོད་ད་ཉམ་ཆུང་ཚོ་ལ་ཆོས་རག་གི་ཡོད་མ་རེད་ད་ཉམ་ཆུང་ཚོ་ལ་ཆོས་རག་གི་ཡོད་མ་རེད། ཉི་མ་གཅིག་སྒུག་པ་ཡིན་གཉིས་སྒུག་པ་ཡིན་གསང་གཉིས་ཤོག་གནའ་གཉིས་ཤོག་བཞི་གཉིས་ཤོག་ཟེར་བ་ཐམས་ཅད་ལ་གཉིས་ཀྱི་ཁོག་པས་ཤ་ཟད་ད་ད་ནི་ལུང་པ་ལས་ཡར་ལོག་འགྲོ་ཡ་རེད། ཨོ་དེ་འདྲ་འདུག་ག། དེ་ང་ཚོ་དགོན་པའི་ནོར་འཁྲུལ་རེད་ད་དགོན་པའི་ནོར་འཁྲུལ་དགོན་པ་དགོན་པ་མགོ་ལ་ཤོང་མཁན་གྱི་བླ་མ་དང་གཅིག། ཕྱག་མཛོད་དང་གཉིས།

ང་བན་ཆེན་དགོན་པ་བལ་ཡུལ་བན་ཆེན་དགོན་པ་ནང་ལ་བསྡད་ཀྱི་ཡོད་རེད། ང་ཕ་ཡུལ་འབྲུག་པ་རེད། ང་བོད་པ་མ་རེད་ཁམས་པ་མ་རེད་འབྲུག་པ་རེད། འབྲུག་པ་ཆེད་ང་བལ་ཡུལ་ལ་བསྡད་ཀྱི་ཡོད་རེད་བལ་ཡུལ་བསྡད་པའི་སྐབས་སུ་ང Passport ཐོག་ལ་ཡང Visa ཞུ་ནས་བསྡད་ཀྱི་ཡོད་རེད་ཁྲིམས་འགལ་ལས་ཀ་བྱེད་ཀྱི་མེད་ལོ་གཅིག་ལ་ཟླ་བ་ལྔ་བསྡད་ཆོག་གི་ཡོད་རེད་ཟླ་བ་ལྔ་མ་གཏུགས་བསྡད་ཆོག་གི་ཡོད་མ་རེད་དེ Tourist འགྲོ་སྟངས་གཅིག་མ་རེད་ད། དགོན་པ་ནང་ལ་སྡེ་མཁན་གྱི་གྲྭ་པ་ཐམས་ཅད་དེ་ནུ་རི། བཙུན་པ། དེ་ནས་ཉི་ཤང་དག་ལ་སོགས་པ་བལ་ཡུལ་ཁོ་རང་གི་མི་ཤ་སྟག་རེད་བོད་པ་ཡོག་མ་རེད་འབྲུག་པ་ཡོག་མ་རེད། ད་དེ་འདྲ་གཅིག་གི་ཐོག་ལ་བསྡད་ཡོང་དུས་ངས་ཇུས་གཏོགས་དགོན་པའི་ཐོག་ལ་ཆོས་གཏོགས་མ་བྱེད་ང་རང་བྱེད་གཏོགས་བྱེད་ཐུབ་ཡག་གི་ཁ་བརྡ་ཡང་མེད་འཇོན་ཐང་ཡང་མེད་གང་ཡང་ཡོག་མ་རེད། ཁྲིམས་གི་འགྲོ་སྟངས་ཤེས་གི་ཡོག་མ་རེད་གང་ཡང་ཤེས་གི་ཡོག་མ་རེད་ཡིན་ན་ཡང་ད་ཆོས་ཕྱོགས་ཀྱི་ཐོག་ནས་ངས་ཁོང་ཚོ་ལ་སློབ་གསོ་རྒྱག་ནས་ཤ་རང་ཚོ་ནང་ལ་འཁྲུག་པ་རྒྱག་མ་ཡོང། སྦྱིན་བདག་ལ་ངོ་སྲུང་བྱས་མ་ཡོང། མིའི་ཡག་སྡུག་སུ་སླེབས་སོང་བ་ཡིན་ན་ཡང་དྲང་པོ་དང་བདེན་པ་བྱེད་རོགས་གྱིས། ཐོག་ཁ་ལ་བཏང་ཡོང་དུས་ཙམ་བ་ལ་ཆུ་ཚུ། སྙིང་རྒྱལ་པོ་མཛེས་པོ་མི་རྫི་བོ་རྐྱང་རྐྱང་ཁྲིད་མ་ཡོང། སུ་ཡིན་ན་ཡང་ཐོག་ཁ་ལ་ཁྲིད་ཤོག། ཡང་ཐོག་ཁ་ལ་ཡ། གཅིག་གི་དུས་ཚོད་ཅིག་བཟོས་བྱས་ནས་ཡོང་མ་ཐུབ་པའི་ད་ཐུན་ཐུན་འདས་པའི་སྐབས་སུ་སུ་ལ་ཁྲིད་མ་ཡོང་ཟེར་དུས། དེ་དུས་སྐབས་ལ་ཆོག་མེད་གང་ཡོད་མ་རེད་འདྲ་སྙམ་བྱེད་རོགས་གྱིས།

འཇོན་ཐང་མེད་ནས་ལྷག་སོང་བ་རེད། འཇོན་ཐང་མེད་པའི་བློ་ཁོག་མེད་པ་དེ་གང་རེད་ཟེར་ན་ཚེ་འདི་དང་ཕྱི་མ་གཉིས་ནང་ནས་ཕྱི་མ་གཙོ་བོ་སྟོན་མཁན་ཞིག་ཡིན། ཤི་བའི་སྐབས་སུ་སོ་སོ་སོ་སོའི་རྒྱབ་ལ་འཁེལ་ཡ་རེད་མ་གཏོགས་དེའི་སྐབས་སུ་མིང་རྫིག་པོ་དང་སྟོབས་སྙན་གྲགས་ཀྱི་ངོ་སོ་ཤེས་ས་ཡོད་མ་རེད་ལ་ཡུལ་ཤེས་ས་ཡོད་མ་རེད་དེ་འདྲ་ཡིན་དུས་ད་དགོན་པ་བལ་ཡུལ་ནང་ལོགས་ནས་ཡང་བཀའ་བཀྱོན་མང་པོ་བྱས་ཡོད་རེད་དེ་ད་ལྟ་ང་ཚོ་བན་ཆེན་དགོན་པ་འདི།

སྐྱེ་སར་སྤ་རུ་སྟག་ཚང་བཅས་པ་རེད་བྲག་སྐམ་པོ་ཅིག་ཡོད་རེད་ང་ཚོ་འབྲུག་པ་ཚོས་ཚང་མས་ཤེས་ཀྱི་རེད་དེ་ཡིན་དུས་ལུང་པ་སྐྱོ་བོ་རེད་ད་དེ་རིང་བྱས་ན་མིང་ཅིག་སྟག་ཞིག་ནས་ཡོང་པ་རེད་ཡིན་ན་ཡང་བླ་མ་ཅིག་བསྟེན་བདག་དབང་ཞུས་ད་འདི་བྱས་ཡོང་དུས་དེ་ཚོ་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ལྟ་དབང་བསྐུར་ཡ་དང་ཆོས་བཤད་ཡ་དེ་ཁོ་རང་རྣམ་པ་ཚོ་སྐུ་དྲིན་རེད་བསམ་པ་ཅི་རང་མ་གཏོགས་ངས་འཇོན་ཡོད་ཐུབ་ཡོད། ངས་བྱས་པ་ཡིན་ངས་ཆོས་བཤད་པ་ཡིན་དབང་བསྐུར་བ་ཡིན་བསམ་པའི་ངག་སྤོབས་པ་ཡང་མེད། རྩ་བ་ནས་མི་ངན་དུས་རྒྱུན་ནས་བཤད་ཀྱི་ཡོད། དབང་བསྐུར་ཆོས་བཤད་ག་རེ་བྱས་པ་ཡིན་ན་ཡང། དབང་བསྐུར་ཆོས་ཤོད་ཀྱི་བརྒྱུད་རིམ་གྱི་ནང་ལོགས་ནས། རྣམ་པ་ཚོ་ལ། སེམས་ལ་ཕན་པ་ཅིག་ཡོང་སོང་ན་དེ་བླ་མའི་བྱིན་རླབས་རེད་དཱ། བརྒྱུད་པའི་བྱིན་རླབས་རེད་དེ་ངའི་བྱིན་རླབས། བྱིན་རླབས་དང་སྟོབས་གང་ཡང་མ་རེད། གནོད་པ་དང་ནོར་འཁྲུལ་བྱུང་སོང་ན་དེ་ང་རེད། ང་རང་ལ་ནོར་འཁྲུལ་བྱུང་བ་རེད་ངའི་བརྒྱུད་པ་ལ་ཡང་ནོར་འཁྲུལ་བྱུང་བ་རེད་ང་རང་གི་བརྒྱུད་པ་ལ་ནོར་འཁྲུལ་བྱུང་བ་རེད་ངས་ཐུགས་རྗེ་ཞུ་འདོད་ཡོད། དེ་འདྲ་ཡིན་དུས་ད་མཉམ་ཞུགས་བྱས་ནས་བསྡད་ཡག་དེ་ཕན་ཐོགས་ཆེ་ཤོས་ཡིན་པ་རེད། ཆོས་སྒྲུབ་པ་ལ་ཡང་བར་ཆད་མི་འདུག་རེད་འདུག་བ། མིག་གིས་མཐོང་ཆེན་པོ་བཞག་ཡོང་ན་གཅིག་བྱེད་རོགས་གཅིག་གཉིས་བྱེད་རོགས་གཅིག་གསུམ་བྱེད་རོགས་གཅིག་ཟེར་ན་བསྡད་ཀྱི་འདུག་གི་མ་རེད་ད་མཉམ་ཞུགས་ཚེ་མཐོང་མེད་ཡོང་དུས།

ཨོ་དེ་འདྲ་ཞིག་རེད་ད་འདི་ག་རེ་ཟེར་ན། འཇོན་ཐང་མེད་ནས་ལྷག་སོང་བ་ཞིག་རེད། འཇོན་ཐང་མེད་ནས་ང་ཆོས་ཀྱི་རྒྱུད་བསྡུར་བྱེད་མཁན་ཤ་ང་ཚོ་གཅིག་གིས་རྩོད་རྒྱག་མ་ཡོང་ཐོབ་ཐང་ཐོག་ལ་ཡར་གླིང་མ་ཡོང་ཡར་འདུག་སྐད་ཆ་བཤད་མ་ཡོང་ཐོབ་ཐང་ཐོག་ལ་རྩོད་རྒྱག་མ་ཡོང་ཟེར་ནས་བཤད་བསྡད་ཡ་དེ་ཆོས་ཀྱི་ཐོག་ནས་བསམ་བློ་གལ་ཏེ་གང་ཡང་མ་རེད་སྙམ་བྱུང་སོང་བ་རེད། ཉམ་ཆུང་སོང་བ་དེ་ཡང་སུའི་བཀའ་དྲིན་རེད་ཟེར་ན་བླ་མའི་བཀའ་དྲིན་ཡིན། ད་དེ་རེད་དགའ་ཚོར་ས་བྱས་ཡོད་འདུག་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གིས་ག་དུས་ཡིན་ན་ཡང་བཀའ་སྡོད་གནང་གི་ཡོད་རེད་ཉམ་ཆུང་བྱས་དགོས་རེད་རྩོད་མ་རྒྱབ། ཆོས་དེ་རང་གི་སེམས་རྒྱུད་ལ་བཟོ་རྒྱ་ཡག་ལ་མི་ལ་མ་གནོད་པ་ཅིག་དགོས་ཀྱི་ཡོད་རེད། ཕན་བདེ་བསྐྲུན་དགོས་རེད་ཕན་བདེ་བསྐྲུན་ཡག་ལ་མི་ལ་མ་གནོད་པ་ཅིག་དགོས་ཀྱི་ཡོད་རེད་ཇོ་མོ་རབ་ན་དེ་ཆོས་ཀྱི་བྱིན་རླབས་རེད་ཁེབས་བཟང་བྱུང་ན་དེ་ཆོས་ཀྱི་བར་ཆད་རེད་གསུང་གི་ཡོད་རེད། ཁྱེད་ཚང་སེ་རི་ག་རེད་མིང་སྙན་འདྲ་ཏོག་ཟིན་གྱི་ང་དང་ལྟ་ཞེ་བོ་རེད་སྦྱིན་བདག་མང་པོ་ཡོད་ན་དེ་དགོན་པ་དེ་དགོན་པ་དེ་རྩ་བ་ཆེ་ས་ལེགས་ཡོད་རེད་དེ་རེད་བ་དེ་ཚང་མི་མཆན་འགོད་རེད་བ་སྦྱིན་བདག་མང་པོ་ཡོད་ན་ད་ནི་ད་ག་ནང་བཞིན་དགོན་པ་དེ་ལ་ཡག་སྟོབས་འབྱོར་མངའ་ཐང་ཡག་པོ་ཡོད་ངེས་བྱས་ན་དེ་དགོན་པ་དེ་གད་དྲག་ཆེ་ས་ལེབ་ཡོད་རེད་མཐོང་བཞག་མཁན་མང་ང་ཡོད་རེད་དེའི་བླ་མ་དེ་ག་ག་རེད་ཤེས་པ་ཡིན་ན་ཡང་ཚང་མས་མཐོང་བཞག་གི་རེད།

མཉམ་ཆུང་བྱས་ནས་བསྡད་འོ་རེད། མཐོང་མ་བཞག་ན་དེ་ཆོས་ཀྱི་གྲོགས་རེད། མཐོང་བཞག་ནས་དེ་ནི་རིན་ཐང་སྤྲད་སོང་ན་དེ་ཆོས་ཀྱི་བ་ཤེས་རེད་ཟེར་སོང་ཡ་དེ་དངོས་གནས་རེད་འདུག་བསམ་པའི་གི་སྙོམས།